ཞང་ལུས་མེ་ཚོང་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་ལྡེབ་འཕྲེང་གཉིས་པ་ཤོག་གྲངས་ཉི་ཤུ་རྩ་དགུ་ནས། ཁེ་བཙན་གྱི་ཁྲོད་ཨ་རིའི་གྲོས་ཚོགས་འགྲོ་བ་མིའི་ཐོབ་ཐང་སྡེ་ཚན་གྱི་ཉིན་བཤད་ཚོགས་འདུའི་ཐོག་སྐྱབས་རྗེ་ཀི་ཏི་རིན་པོ་ཆེ་མཆོག་གིས་བོད་ནང་གི་དཀའ་སྡུག་ཞུས་པའི་སྙན་སྒྲོན་ཁྲོད་དུ་ནས་མི་དུ་ནས་ཞུ་ཆོག་ཞུ། ཕྱི་ལོ་ཉིས་སྟོང་དགུ་ལོའི་ཟླ་གཉིས་པའི་ཚེས་ཉེར་གསར་བདེ་ཉིན། རྔ་བ་ཀིརྟི་དགོན་གྱི་དགེ་འདུན་པ་རང་ལོ་ཉི་ཤུ་རྩ་བདུན་ཡིན་པ་གྲྭ་པས་རང་ལུས་མེ་སྲེག་བཏང་སྟེ་རྒྱ་གཞུང་ལ་ཤི་འབོད་བྱེད་སྐབས་ཉེན་རྟོག་པས་མེ་གསོད་ཀྱི་ཚབ་ཏུ་མེ་མདའ་བརྒྱབ་ནས་རྨས་ཏེ། འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་རྔ་པ་ཀིརྟི་དགོན་གྱི་གྲྭ་རང་ལོ་ཉི་ཤུ་ཡིན་པ་བློ་བཟང་ཕུན་ཚོགས་ལགས་ཀྱིས་རང་ལུས་མེ་བསྲེགས་བཏང་ནས་ཤི་འཕོས་བྱས་ཏེ། སྐུ་གྲོངས་པ་ནས་བཟུང་སླར་ཡང་རྔ་པ་ཀི་ཏི་དགོན་པ་དྲག་པོའི་དམག་གིས་ཐེངས་གཉིས་པར་བསྐོར། དགོན་པའི་ཕྱོགས་ཐམས་ཅད་ལྕགས་མཚེར་གྱིས་བསྐོར་ཏེ་ཕྱི་ནང་གི་འབྲེལ་བ་ཐམས་ཅད་བཙན་གྱིས་བཀག་ནས་ཟླ་བ་བདུན་ལྷག་རིང། དགོན་པ་དེས་ཙོང་ཁ་གདུགས་རྩུབ་ཅན་ཞིག་གི་ངོ་བོ་བསྒྱུར་ཞིང། ཉིན་མཚན་གཉིས་ཀར་ལྟ་སྲུང་དང་པོ་བྱས་ཏེ་དགེ་ལྡན་པ་རྣམས། དགེ་ལྡན་པ་རྣམས་ཚོ་ཁ་ལྔ་བཅུའི་ང་ལྔ་ལ་བགོས། རྒྱ་གཞུང་གི་ལས་བྱེད་བསྡོམས། བརྒྱད་བརྒྱ་ལྷག་དགོན་པའི་ནང་རྒྱུན་སྡེ་བྱས་ནས། སྤྱོད་ངན་སྣ་ཚོགས་བྱེད་པ་དང་ཆབས་ཅིག་ཁྲིམས་ལུགས་བསླབ་གསོ་ཟེར་བ་དང། རྒྱལ་གཅེས་ཆོས་གཅེས་ཟེར་བའི་བསླབ་གསོ་ལས་འགུལ་སྤེལ་ནས་ཉིན་མཚན་མི་སྐྱོ་བའི་དཀའ་སྡུག་མྱོང་དུ་བཅུག། ཟ་བྱེད་མེད་པར་ཉིན་གསུམ་རིང། ལྟོ་སྒོ་ང། འདོད་དགོས་མཁན་གྱི་དགེ་ལྡན་པ་བྱུང་འདུག། དགོན་པའི་ནང་གི་ཕྱོགས་བཞིར་ཉེན་རྟོག་པ་འདུག་སའི་ཁང་པ་རྒྱག་བཞིན་པ། དགོན་པའི་ཕྱི་ནང་གཉིས་ཀར་དཔའ་སྐྱེད་དང་དགྲ་འཛིན་འཕྲུལ་འཁོར་གང་མང་བཙུགས། དམག་མི་དང་ཉེན་རྟོག་པ་འདྲ་མིན་སྣ་ཚོགས་ཀྱིས་དུས་ཚོད་ངེས་མེད་དུ་གྲྭ་ཤག་ནང་འཛུལ་བ། སྒོ་དང་སྒེའུ་ཁུང་བཅག་པ། རྩིག་པ་སློག་པ། དོན་མེད་གཅར་རྡུང་བཏང་བ། སྐད་ཆ་བཤད་དང། སྐད་ཆ་བཤད་པ་དང་གདོང་བ་དུས་མཉམ་བྱེད་པ། མི་དམངས་ཐོག་ཁྱི་ལོ་ནི་སོ་གཡབ་བཅུག་པ། བཅས། ལྕགས་སྔོན། སྐུ་འཁྲུངས་སོགས་དབང་ཡོད་ཁོ་ན་བཅས། ཆབ་སྲིད་ཀྱི་ལྟ་སྤྱོད་དང་ཡང་མི་མཐུན་པའི་ཁྲིམས་ལུགས་སློབ་གསོ་ཟེར་བ་དང། རྒྱལ་སྤྱིའི་ཆོས་བཤད་ཟེར་བ། ཆོས་ལུགས་ལ། བསྒོར་དགོས་པའི་སློབ་གསོ་འདི་ལག་པོ་མ་བྱུང་ན། དགོན་པར་གཏོར་གྱི་ཡིན་ཞེས་རྒྱུན་དུ་འཇིགས་སྐུལ་ཁོ་ན་བྱས་ཏེ། དངངས་སྐྲག་ངང་སྡོད་དགོས་པའི་འུ་ཐུག་ཐབས་ཟད་དུ་བཅུག་པ་རེད། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཞི་པའི་ཚེས་ཉི་ཤུ་རྩ་གཅིག་དགོང་མོ་དམག་མི་ཤིན་ཏུ་མང་པོ། སྤོང་ངམ་འཆི་ཁར་རུ་སྒྲིག་གིས། སྐད་དོད་དགོན་པའི་དགེ་ལྡན་པ་སུམ་བརྒྱ་ཙམ་མཚན་གྱི་དཀྱིལ་ལ་གར་སོང་ཆ་མེད་དུ་བཙན་འཁྲིད་བྱས། ལོ་ཆུང་བའི་གྲྭ་པ་བྱེད་མི་ཆོག་པ་དང། གྲྭ་པ་ལོག་མཁན་ལ་དགའ་བསུ་དང་བདག་རྐྱེན་ཡོད་པ། གྲྭ་གྲངས་ཚད་འཛིན་བྱེད་རྒྱུ། དགོན་པ་རྩ་གཏོར་གཏོང་དང། མི་སྟོང་ནི། ཁྱེད་ཚོའི་ལག་པ་རེད་ཅེས་འཇིགས་སྐུལ་མུ་མཐུད་ནས་བྱས་ཏེ། སུན་དུ་བཅུག་པས། སུན་པ་ལས་ཤི་བ་གདམ་དགོས་པས་གདམ་དགོས་པ་འདི་བྱུང་བ་རེད། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བརྒྱད་པའི་ཚེས་བཅོ་ལྔ་ཉིན། ཁམས་རྟའུ་ཉག་མཚོ་དགོན་པའི་དགེ་ལྡན་པ་ཚང་བ་ནོར་བུ་དང། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་དགུ་པའི་ཚེས་ཉི་ཤུ་རྩ་དྲུག་ཉིན་རྔ་པ་ཀིརྟི་དགོན་གྱི་གྲྭ་བློ་བཟང་སྐལ་བཟང། སྐུ་གཤེགས། གྲྭ་ཕུན་ཚོགས་ལགས་ཀྱི་སྤུན་ཆུང། ཡིན། རང་ལོ་བཅོ་བརྒྱད་ཅན་དང། གྲྭ་བློ་བཟང་དཀོན་མཆོག་རང་ལོ་བཅོ་བརྒྱད་ཡས་མས་ཡིན་པ་གཉིས། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་གསུམ་ཉིན་རྔ་པ་ཀིརྟི་དགོན་གྱི་གྲྭ་སྐལ་བཟང་དབང་ཕྱུག། རང་ལོ་བཅུ་བདུན་ཅན། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་བདུན་ཉིན་རྔ་པ་རྫོང་མཐའ་ཡས་གོང་མའི་མཇུག་རི་ཚང་གི་བུ་ཆོན་པོ། རྔ་པ་སྐེ་རྡོ་རྫོང་གི་གྲྭ་ཟུར་ཡིན། རང་ལོ་བཅུ་དགུ་ཅན། མཐའ་བ་གོང་མའི་སོག་པོ་ཚང་གི། བོད། ཁ་ཡི། རྔ་པ་ཀིརྟི་དགོན་གྱི་གྲྭ་ཟུར་ཡིན། རང་ལོ་བཅོ་བརྒྱད་ཅན། ཕྱི་ལོ་ཉིས་སྟོང་བཅུ་གཅིག། ཟླ་བཅུ་པའི་ཚེས་བཅོ་ལྔ་ཉིན། རྔ་པ། སོ་རི་མས། ཨེ་མ་ཚིག་འདི་བོད། ནོར་བུ་དགྲ་འདུལ་རྔ་པ་ཀིརྟི་དགོན་གྱི་གྲྭ་ཟུར་ཡིན། རང་ལོ་བཅུ་དགུ་ཅན། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་བཅུ་བདུན་ཉིན། རྔ་བ་རྫོང། རྔ་བ་རྫོང་ཁོངས། མ་སྨད་རྩེ་དགོན་གྱི་བཙུན་མ་བསྟན་འཛིན་དབང་མོ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔ་ཉིན། ཁམས་དཀར་མཛེས་དགོན་པའི་དགེ་འདུན་པ་ཟླ་བ་ཚེ་རིང་བཅས་ཀྱིས། འུ་ཐུག་ཐབས་ཟད་ཀྱི་རང་ལུས་མེར་བསྲེགས་ཏེ། རྒྱ་གཞུང་དང་འཛམ་གླིང་ཁྱོན་ཡོངས་ལ་བོད་མི་རྣམས་ཀྱི་སྡུག་བསྔལ་ཞི་འབོད་བྱས་པ་རེད། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དགུའི་ཉིན། སྐུ་ཞབས་གྲྭ་ཕུན་ཚོགས་ལགས་ཀྱིས་ཨ་ཁུ་རྔ་པ་ཀི་ཏི་དགོན་གྱི་གྲྭ་སློབ་བཟང་བཙོན་འགྲུལ་རང་ལོ་བཞི་བཅུ་ཤེས་དྲུག་ཡིན་པ་ལ། གྲྭ་ཕུན་ཚོགས་ཤི་རུ་བཅུག་པས། མི་གསོད་ལག་དམར་གྱི་ཉེས་མིང་བཙན་གྱིས་གཡོགས་ནས་ལོ་བཅུ་གཅིག། དེ་བཞིན། ཚེས་སུམ་ཅུ་ཉིན་རྔ་པ་ཀིརྟི་དགོན་གྱི་གྲྭ་སློབ་བསམ་གཏན་བཞིན་བསྟན་འཛིན་རྒྱལ་མོ་མཁར་རང་ལོ་ཉི་ཤུ་རྩ་གཉིས་ཅན་ལ་མི་གསོད་ལག་རོགས་ཀྱི་ཉེས་མིང་འོག་ལོ་བཅུ་གསུམ་རྔ་པ་ཀིརྟི་དགོན་པའི་གྲྭ་སློབ་བསམ་བསྟན་འཛིན་ནག་བསྟན། རང་ལོ་ཉི་ཤུ་རྩ་གཅིག་ཅན་ལ། མི་གསོད་ལས་རོགས་ཀྱི་ཉེས་མིང་འོག་ལོ་བཅུ་དང། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་དགུ་པའི་ཚེས་ལྔ་ཉིན་རྔ་པ་ཀི་ཏི་དགོན་གྱི་གྲྭ་ཚེ་སྒོ་རང་ལོ་སུམ་ཅུ་ཅན། གྲྭ་བློ་བཟང་དོན་སྐྱེ་རང་ལོ་ཉི་ཤུ་རྩ་གཉིས་ཅན་གཉིས་ལ་ལོ་གཉིས་དང་ཟླ་བ་དྲུག་རེ་ཀི་རྟ་བསྒོམས་པས་དྲག། རྡོ་རྗེ་རང་ལུས་སྤྱི་དྲུག་ཅན་ལ། ལུས་གསུམ་བསྐྱེད། དེ་ཀུན་ལ། ནང་གཉིས་ཉེས་འཛུགས་ཀྱི། བཙོན་བཅུད་ཁྲིམས་ཐག། གང་བྱུང་བཅད། སྐབས་འཛམ་གླིང་ཕྱི་སྲོལ་ལྟར་གྱིས། ཁྲིམས་རྩོད་པ། འཇོག་ཆོག་རྒྱུ་ཕར་ཞོག་ཁྲིམས་ལྟ་ཅེས་པ་དེར་ཟེར་བ་དེའང་དུས་ཕྱིས་སུ་མ་གཏོགས་ཤེས་འདོད་མེད་པ་ཅིག་དྲང་བདེན་མེད་པའི་ཁྲིམས་སྤྱོད་ཀྱི་ཤན་ལོག་ཏུ་བཅུག་ཡོད། བསྡོམས་བརྒྱབ་ནས་བཤད་ན། ཕྱི་ལོ་ཉིས་སྟོང་བརྒྱད་ཟླ་གསུམ་པའི་ཚེས་བཅུ་དྲུག་ནས་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་པའི་ཚེས་བཅུ་བདུན་བར། རྔ་པ་རང་སྐྱོང་ཁུལ་གྱི་ཁོངས་ནས་དམར་གསོད་དང་གཅར་རྡུང་གི་རྐྱེན་གྱིས་ཤི་བ། མནར་གཅོད་འོག་རང་ཤི་བརྒྱབ་པ། བོད་མི་རང་དབང་ཆེད་རང་ལུས་མེ་བསྲེགས། ཏེ། སྐུ་གཤེགས་པ་ཆེ་ཁྱོད་མི་གྲངས་སུམ་ཅུ། གསོ་བྱེད་འཛིན་བཟུང་བྱེད་པ་མི་གྲངས་དྲུག་བརྒྱ་བཅུ་དགུ། ལྔ་པ་ཀིརྟི་དགོན་པའི་དགེ་ལྡན་པ་སུམ་བརྒྱ་ཙམ་དུས་གཅིག་ཏུ་བཙན་ཁྲིད་བྱས་པ་དེ་རྩིས་མེད། དེ་དུས་ནས། ཁྲིམས་བཤད་མཁན། ཁྲིམས་བཤད་གཏན་འཁེལ་ཟིན་པ་མི་གྲངས་བརྒྱ་དང་བརྒྱད་རེད། འཛིན་བཟུང་བཙོན་འཇུག་བྱས་པ་མང་ཆེ་བ་རྒན་བསྟན་པ་ཡིན་ན། དེའི་ཁྲོད་དུ། མི་སྐྱ་རྩོམ་པ་པོ་དང་སློབ་གྲྭའི་དགེ་རྒན་བརྩམས་སྒྲུང་པ་སོགས་གཞོན་སྐྱེས་ཤེས་ཡོན་ཅན་ཉི་ཤུ་ཙམ་ཚུད་ཡོད། མདོར་བསྡུས་ནས་བཤད་ན། བོད་རིགས་སྐྱ་སེར་མི་མང་སྤྱི་དང་ལྷག་པར། དར་དམར་འོག་ཏུ་སྐྱེས་ཤིང་འཚར་ལོངས་བྱུང་བའི་ན་གཞོན་རྣམས་འུ་ཐུག་ཐབས་ཟད་ཀྱིས་རྒྱ་གཞུང་ལ་མི་འདོད་པའི་རྣམ་འགྱུར་སྟོན་སྟངས་འདི་ལས་ལྷག་ཅིག་མེད་པའི་བསམ་ཚུར་གྱིས། ཚང་མས་ཤི་བའི་ལམ་གྱི་འཐབ་རྩོད་ནུས་ཤུགས་ཆེ་ཤོས་རྒྱ་མི་རིགས། འདོད་སྟོབས་དང་བཅས་པར་གནོད་པ་མ་བགྱིས་བར་རང་ལུས་མེ་ལ་བཙགས་ནས་རྒྱ་ནག་གཞུང་གི་མདུན་ལ་ཕྱིར་འབུད་བྱས་པ་རེད། སྐབས་དེའི་འབོད་སྒྲ་གཙོ་བོ་ནི་རྒྱལ་བ་རིན་པོ་ཆེ་བོད་ལ་ཕེབས་འཇུག་དགོས། བོད་ལ་རང་དབང་དགོས། ཆོས་དད་རང་དབང་དགོས་ཞེས་པའི་སྐད་འབོད་བྱེད་མཁན་མང་ཤོས་འདས་གྲོངས་སུ་གྱུར་སྲིད་ནའང་འདས་གསོན། མ་ངེས་པ་དེ་དག་ལས་གསུམ་པ་ཡོད་ཚེ་ཉོན་འགྱོགས་ཀྱིས་སྲོག་སྐྱོབ་གནང་རོགས་ཞེས་གཟའ་སྒྲག་གི་རེ་འདུན་ཞུ་གི་ཡོད། འདི་ལོར་རྔ་པར་དྲག་གནོན་དང་པོ་བྱུང་བའི་སྐབས ྋགོང་ས ྋསྐྱབས་མགོན་རིན་པོ་ཆེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གཙོས། ཞི་བདེ་དགའ་བའི་གཞུང་སྒེར་མང། གཞུང་སྒེར་མང་པོ་ཞིག་གིས་དྲང་ནུས་མྱུར་དུ་མཚམས་འཇོག་གིས། རྒྱལ་པོའི་ཞི་བའི་གྲོས་མོལ་ལམ་སེང་གནང་དགོས་པའི་རེ་འདུན་གནང་བར། རྒྱ་གཞུང་གིས་ཉན་འཇོག་གཞི་ནས་མ་བྱས་པར། དྲང་ནུས་ཆེ་རྐྱང་བྱས་པས་རང་ལུས་མེ་བསྲགས་ཀྱི། དོན་རྐྱེན་རྒྱ་ཇེ་ཆེར་གྱུར་བ་རེད། དྲག་གནོན་མུ་མཐུད་བྱས་ན། རྒྱ་བོད་གཉིས་ཀར་གནོད་པ་ལས་ཕན་ཐོགས་སྣེ་གཅིག་འབྱུང་མི་སྲིད། དེ་ནས་དེ་ན་དྲག་པོ་དང་རྩུབ་སྤྱོད་མཚམས་འཇོག་གནང་ན་ཤི་བདེ་ཡོང་བ་ཆོས་ཉིད་ཡིན་པས། ཉེ་བའི་ཕྱིར། ཡང་རྒྱ་བོད། ཤིན་ཏུ་ཡོང་ཐབས་སུ་ངའི་ངོས་ནས་མཉམ་རུབ་བྱེད་དགོས་རིགས་ཡོད་ཚེ་དེ་ལྟར་བྱས་པས་གྲུང་མགོ་ཡང་གཏོང་མྱོང་བར་མ་ཟད། ང་ལ་མི་སེར་འབྲེལ་ཡོད་ཚོའི་རེ་འདུན་ལྟར་ཁ་ཕན་ཚིག་ཕན་རེ་བྱེད་བསམ་ནས་རང་ཡུལ་དུ་བསྟར་འགོད་ལ་ཡོང་ཆོག་པའི་བཀའ་འཁྲོལ་ཡོང་བ་ཞེས་རྒྱ་གཞུང་ལ་སྙན་སེང་ཡང་ཡང་ཞུས་ནའང་ད་ལྟའི་བར། ཟང་ལེན་གང་ཡང་གནང་མེད། ན་གཞོན་ཚོའི་རེ་འདོད་གཙོ་བོ་ནི་རང་ལུས་མེ་ལ་བསྲེགས་པ་དེས་བོད་མི་མང་གི་སྡུག་བསྔལ་གྱི་བདེན་དཔང་བྱས་ཏེ། འབོད་སྐུལ་ཞུས་པ་འདིས། ཤེས་ལྡན་ལ་དགའ་བའི་འཛམ་གླིང་ཤར་ནུབ་ཀྱི་གཞུང་དང་མི་མང། འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་མཚོན། ཤིང་རྟའི་ལ་དགའ་བའི་དབུ་ཁྲིད་རྣམས་ཀྱིས། བརྙན་ལམ་ལ་གསེར་འདི་བཅུག་ནས། རྒྱ་ནག་གཞུང་ལ་རྩིབས་གཅོད་ཀྱིས། རྒྱལ་ཁབ་སྐྱོང་མི་ཐུབ་པའི་རྩིབས་གཅོད་མྱུར་དུ་མཚམས་འཇོག་དགོས་པ། རྒྱ་བོད་མི་རིགས་གཉིས་གཅིག་གིས་གཅིག་ལ་དོགས་ཟོན་མི་བྱེད་པར། ཉམས་ནི། ཐུབ་ཐབས་དང། སེམས་ཅན་བྷུ་ཤིང་ཐོ་ཡིས། བསྟན་པའི་འཆམ་མཐུན་གྱི། སྤྱི་མཚུངས་ཡོང་ཆེད། རྒྱལ་པོའི་དབར། ཤི་བའི་གྲོས་མོལ་ལམ་སེང། འགོ་འཛུགས་དགོས་པ། རང་དབང་ལྡན་པའི་རྒྱལ་སྤྱིའི་སྐུ་ཚབ་དང། གསལ་འགོད་པ། ཨ་མདོ་རྔ་པའི་ས་ཁུལ་དུ། འགྲོ་ཐུབ་ཆེད། ཤུགས་སྣོན་གྱིས། ཤུགས་སྣོན་གྱིས་སྐུལ་འདེབས་ལམ་སེང་གནང་སྐྱོང་ཡོང་བར་ཞུ། ཁྱེད་རྣམས་ཀྱི་རྒྱབ་སྐྱོར་གྱི་ནུས་ཤུགས་འདི་བོད་གཞིས་བྱེས་གཉིས་ཀྱི་མི་དམངས་ཀྱི་སེམས་གཏམ་འཕེལ་བའི་རྒྱུ་གཙོ་བོ་ཡིན་པས་ངས་བོད་མི་སྤྱི་དང། ལྷག་པར་དམིགས་བསལ་འབྲེལ་ཡོད་སེར་སྐྱ་མི་དམངས་ཀྱིས་མགྲིན་ཚབ་པ་ལྟ་བུ་བྱས་ནས་འབོད་སྒྲ་འདི་འབོད་སྒྲ་འདི་རྣམས་ཁྱེད་ཅག་གིས་སྙན་དུ་འབུལ་དགོས་པས་ངའི་ལས་འགན་ཡིན་ལགས་པ་བཅས་ཀི་ཏི་སྤྲུལ་མིང་པ་ཡོངས་གང་ལུགས་གསུང་གསུང་བཤད་བསླབ་བཏུས་ལས་ཆབ་སྲིད་སྐོར་གྱི་གསུང་བཤད་གདན་འདྲེན་དང་པོ། རང་ལུས་མེ་སོགས་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་ལྡེབ་འཕྲེང་གཉིས་པ་ཤོག་གྲངས་སུམ་ཅུ་སོ་གཉིས་ནི། བོད་ནང་སླར་ཡང་རང་ལུས་མེ་སོགས་བཏང་བའི་དོན་རྐྱེན་ཇི་བྱུང་རྗེས། བཀའ་ཤག་གིས་རྒྱ་ནག་གཞུང་ལ་གཞི་རྩ་མེད་པའི་སྐྱོན་འཛུགས་བྱ་རྒྱུ་མཚམས་འཇོག་བྱས་ཏེ་བོད་མིའི་དངོས་དོན་དཀའ་ངལ་སེལ་དགོས་པའི་གཟའ་སྒྲག་གི་འབོད་སྐུལ་གནང་བ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་གསུམ་རེས་གཟའ་ཕུར་བུ། བོད་ཁམས། རྟ་འུག་གཙོས་དགོན་དགའ་ལྡན་ཕྱི་གླིང་གི་བཙུན་མ་རང་ལོ་སུམ་ཅུ་སོ་ལྔ་སོན་པ། དཔལ་ལྡན་ཆོས་མཚོ་ལགས་ཀྱིས་རང་ལུས་མེ་སྲེག་བཏང་བའི་དོན་རྐྱེན་བྱུང་བར། བོད་མིའི་སྒྲིག་འཛུགས་བཀའ་ཤག་ལ་བློ་ཕམ་ཧ་ཅང་ཆེན་པོ་བྱུང། བཙན་བྱོལ་བོད་མི་ཡོངས་ཀྱིས་ཚབ་ཞུས་ཏེ། ཚེ་འདས་དེ་ཉིད་ཀྱི་ནང་མི་སྤུན་མཆེད་རྣམས་ལ་གདུང་སེམས་མཉམ་སྐྱེའི་སེམས་གསོ་ཞུ་རྒྱུ་དང། དམ་པ་དེ་ཉིད་ལ་གུས་བཀུར་མཚོན་སླད་བཀའ་སྤྱི་ཐུན་མོང་གིས་གཞིས་བཀོད་ཐག་གཅོད་བྱས་ནས་གཙུག་ལག་ཁང་གི་རྟེན་མཆོག་སྤྱན་སྔར་ཆུ་ཚོད་དགུ་པའི་ཐོག་མཆོད་འབུལ་སྨོན་ལམ་གོ་སྒྲིག་ཞུ་རྒྱུ་ཡིན། བཀའ་ཤག་གིས་བོད་ནང་གཞིས་ལུས་བོད་མི་ཚོས་རྒྱ་ནག་གཞུང་གི་དམ་དྲག་ཅན་གྱི་སྲིད་བྱུས་འོག་དཀའ་སྡུག་མྱོང་བཞིན་པ་དེར། གདུང་སེམས་མཉམ་སྐྱེ་ཡོད་པ་གསལ་བརྗོད་ཞུ་རྒྱུ་ཡིན། རྒྱ་ནག་གཞུང་གིས་བོད་ནང་མིག་རྒྱང་མཐོང་ངུའི་སྲིད་བྱུས་ལག་བསྟར་བྱེད་བཞིན་པ་འདིས་ད་བར་བོད་མི་བཅུ་གཅིག་གིས་རང་ལུས་མེ་བསྲགས་བཏང་བའི་འུ་ཐུག་གི་བྱ་སྤྱོད་སྤེལ་དགོས་བྱུང་ཡོད། རྒྱ་ནག་གཞུང་ཕྱོགས་ནས་བོད་མི་ཚོའི་འུ་ཐུག་ཐབས་ཟད་ཀྱི་བྱ་སྤྱོད་སྤེལ་དགོས་པའི་དངོས་ཡོད་ཀྱི་དཀའ་ངལ་དེར་བསམ་ཞིབ་བྱ་རྒྱུའི་ཚབ་ཏུ། ཤིན་ཧྭ་གསར་འགྱུར་བརྒྱུད་ལམ་ཐོག་རང་ལུས་མེ་སྲེག་བཏང་བའི་འོས་བསྡུ་ཐབས་ཟད་ཀྱི་བྱ་སྤྱོད་དེ་དག་ནི། བཙན་བྱོལ་བོད་མི་ཚོས་བརྒྱུད་སྐུར་བྱས་པ་རེད་ཅེས་སྐྱོན་འཛུགས་བྱས་ཡོད། བཀའ་ཤག་གིས་རྒྱ་ནག་གཞུང་ལ་གཞི་རྩ་མེད་པའི་སྐྱོན་འཛུགས་བྱ་རྒྱུ་དེ། སྐྱོན་འཛུགས་བྱ་རྒྱུ་དེ་དག་མཚམས་འཇོག་བྱས་ཏེ། བོད་མི་ཚོས། དངོས་ཡོད་དཀའ་ངལ་སེལ་དགོས་པ་དང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་མི་ཚོའི་དཀའ་ངལ་དེ་དག་སེལ་རྒྱུའི་ཐབས་ལམ་བཟང་ཤོས་ནི། བོད་མི་ཚོར་འཛིན་བཞིན་པའི་དམ་དྲག་ཅན་གྱི་སྲིད་བྱུས་དེ་འཕྲལ་དུ་མཚམས་འཇོག་ཐོག་བོད་མི་ཚོར་ཆོས་དད་དང་སྨྲ་བརྗོད་རང་དབང། སྤྲོད་རྒྱུ་དེ་ཡིན། རྒྱ་ནག་གཞུང་གིས་བོད་ནང་རང་དབང་ཅན་གྱི་ཀུན་རྫོབ་དང་གསལ་འགོད་པ་འགྲོ་སྐྱོད་ཀྱི་ཆོག་མཆན་སྤྲད་དེ་དངོས་ཡོད་གནས་སྟངས་ལ་རྟོག་ཞིབ་བྱ་འཇུག་དགོས་པ་མ་ཟད། རྨས་སྐྱོན་ཕོག་པ་རྣམས་ལ་སྨན་བཅོས་ཀྱི་མཐུན་རྐྱེན། བསྐྲུན་དགོས་པ་དེ་བསྐྲུན་དགོས་པ། དེ་སྔ་བཀའ་ཤག་གིས་རེ་འདུན་ཞུས་ཡོད་པ་དེ་སླར་ཡང་ནན་བརྗོད་ཞུ་རྒྱུ་ཡིན། ཡོང་ཁུངས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། བཀའ་ཁྲི་བློ་བཟང་སེང་གེས་ཨ་རིའི་གཞུང་ལ་འབོད་སྐུལ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་གསུམ་ལ་དཔེར་ན་བོད་ནང་བོད་མི་ཚོས་རང་ལུས་མེ་སྲེག་གཏོང་བཞིན་པའི་གནད་དོན་ཐད་ཨ་རིའི་གཞུང་གིས་རྒྱ་ནག་གཞུང་ལ་ཞིབ་འཇུག་གི་གནོད་ཤུགས་སྤྲོད་དགོས་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཁྲི་མཆོག་ནས་འབོད་སྐུལ་གནང་ཤག། བཙན་བྱོལ་བོད་མིའི། བཀའ་ཁྲི་བློ་བཟང་སེང་གེ་མཆོག་དེང་ཨ་རི་རྒྱལ་ས་ཝཱ་ཤིང་ཀྲོན་དུ་གཞུང་དོན་ཕྱོགས་ཕེབས་གནང་བཞིན་པའི་ཐོག་ཨ་རི་གྲོས་ཚོགས་ཀྱི་འཐུས་མི་ཁག་དང་གཞུང་འབྲེལ་གྱི་གནད་ཡོད་མི་སྣ་བཅས་ཀྱི་ལྷན་དུ་མཇལ་འཕྲད་ཀྱི་མཛད་ཕྱིར་སྐྱོང་བཞིན་ཡོད་པ་རེད། ཁེ་སང། ཕྱི་ཟླ་བཅུ་གཅིག་པའི་ཚེས་གཉིས་ཉིན། ཨ་རིག་རྒྱལ་ས་ཝ་ཤིང་ཀྲོན་དུ་རྟེན་གཞི་བྱས་ཏེ། National National Press Club། ཞེས་པའི་ཨ་རིག་གསར་འགོད་ལས་ཁང་དུ། བཀའ་ཁྲི་མཆོག་གིས་བོད་ནང་བོད་མི་ཚོས་རང་ལུས་མེ་སྲེག་བཏང་སྟེ་རྒྱ་ནག་གཞུང་ལ་ངོ་རྒོལ་གནང་དགོས་དོན་དང། གོང་སོ་སྐྱབས་མགོན་ཆེན་པོ་མཆོག། ཆབ་སྲིད་ཀྱི་སྐུ་དབང་རྩིས་སྤྲོད་གནང་བའི་བརྒྱུད་རམ། དེ་བཞིན། བོད་མིའི་དཀའ་རྙོག་སེལ་ཐབས་ཆེད་བཀའ་ཤག་གི་བཞེངས་ཤོག། གོང་ས་མཆོག་གི་སྐུ་ཡི་ཡང་སྲིད་སྐོར་སོགས་བོད་དོན་དང་འབྲེལ་བའི་གནད་དོན་ལ་འགྲེལ་བརྗོད་དང། འགྲན་རྩོད་འགུལ་བའི་དྲི་བར་ལན་འདེབས་གནང་ཡོད་པ་རེད། བཀའ་ཁྲི་མཆོག་གིས་བོད་མདོ་སྨད་རྔ་བ་གཙོ་བོར་གྱུར་པའི་བོད་ཀྱི་ས་ཁུལ་ཁག་ནང་བོད་མི་ཚོས་གཅིག་མཇུག་གཉིས་མཐུད་ཀྱིས་རང་ལུས་མེ་སྲ་བཏང་བ་དེ་འུ་ཐུག་ཐབས་ཟད་ཀྱི་གནས་སྟངས་ལས་བྱུང་བ་ཞིག་དང། གནད་དོན་དེས་རྒྱ་ནག་གཞུང་གིས་བོད་ཐོག་འཛིན་པའི་ཁྲག་སྲུང་གི་སྲིད་བྱུས་དེ་ལམ་ལྷོང་མེད་པ་མ་ཟད། ནོར་འཁྲུལ་གྱི་སྲིད་བྱུས་གསེར་མདུད་ཡིན་པའི་སྐོར་འགྲེལ་བརྗོད་གནང་ཤག། ཡང། བོད་ནང་བོད་མི་ཚོས་རང་ལུས་མེར་བསྲེགས་བཏང་བའི་དོན་རྐྱེན་དེ་ཕྱི་ཕྱོགས་ནས་གོང་ས་མཆོག་དང་བོད་དོན་རྒྱབ་སྐྱོར་བ་ཚོས་བསྐུར་སློང་བྱས་པ་ཡིན་ལུགས་རྒྱ་ནག་གཞུང་གིས་སྐྱོན་འཛུགས་བྱེད་བཞིན་པ་དེ་དག་ཁུངས་ལྡན་ཅི་ནས་མེད་པའི་སྐྱོན་འཛུགས་ཡིན་པར་བཀའ་ཁྲི་མཆོག་གིས་ནན་བརྗོད་གནང་འདུག་པ་མ་ཟད། བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ནས། གཞིས་ལུས་བོད་མིའི་སྙིང་སྟོབས་ལ། རྗེས་སུ་ཡི་རངས་ཀྱིས་གདུང་སེམས་མཉམ་སྐྱེའི་ཤོད་རྒྱུ་དེ་འོས་འགན་ཡིན་པའི་སྐོར་གསལ་འདོན་གནང་བཞག་ཆབས་ཅིག་བཀའ་ཁྲི་མཆོག་གིས་བོད་མིའི་སྒྲིག་འཛུགས་ངོས་ནས་བོད་ནང་གི་བོད་མི་ཚོས་རྒྱ་ནག་གཞུང་ལ་ཞི་རྒོལ་དང། རང་རིག་མེད་སར་གཏོང་བའི་ལས་འགུལ་སྤེལ་རྒྱུ། བློ་སྤོབས་སྤེལ་གྱི། བློ་སྤོབས་སྤེལ་གྱི་མེད་པ་གང་ལ་ཞེ་ན། དེ་ལྟ་བུའི་ལས་འགུལ་གྱི་མཇུག་འབྲས་ང་ཚོས་གསལ་པོ་ཤེས་ཀྱི་ཡོད་དེ་ནི། བོད་ནང་ཕྱི་སྒུར་བྱས་ཏེ། རྒྱ་ནག་གཞུང་ཕྱོགས་ནས་ལས་འཁུར་བ་རྣམས་འཛིན་བཟུང་བཙོན་འཇུག་བྱེད་པ་དང་ཡང་ན་ཉེས་རྡུང་གཏོང་བ། སྐབས་རེ་མནར་གཅོད་ཕོག་པ། སྐབས་རེ་གར་སོང་ཆ་མེད་དུ་བཏང་བ། སྐབས་རེ་རྐྱེན་འདས་སུ་སོང་བ་སོགས་དྲག་གནོན་སྣ་ཚོགས་ལག་བསྟར་བྱས་དང་བྱེད་མུས་ཀྱི་རྒྱུ་མཚན་ངོ་སྤྲོད་གནང་ཤག། ཡོང་ཁུངས་ཨེ་ཤི་ཡ་རང་བློ་འདྲེན་ཁང་གིས། དོ་ཡི་དྲ་བ། རང་ལུས་མེ་སྲོག་དང་འབྲེལ་བའི་ལོ་རྒྱུས་ཡིག་ཚང་འདི་འཕྲིན་གཉིས་པ་ཤོག་གྲངས་སུམ་ཅུ་སོ་བཞི་ནི། སྡེ་དགེ་བོད་མིའི་བོད་དོན་བདམས་ཁྲིད་ལས་འགུར། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་གསུམ་ལ་པར། ཟླ་འདིའི་ཚེས་གཉིས་ཉིན་རྒྱ་སྒེར་སློབ་ཕྱོགས་སྦེལ་སྐབས་ས་གནས་གཞུང་ལྷན་དང། བུད་མེད་ལྷན་ཚོགས་དེ་བཞིན་ཅན་ནེ་གྲོང་ཁྱེར་གྱི་བོད་པའི་བླ་མ་གཅིག་གི་གོ་སྒྲིག་འོག། བརྡ་འཕྲིན་བརྒྱུད་ནས་མཉམ་འབྲེལ་རྒྱལ་ཚོགས་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ལ། སྒྲ་ཡིག་དང། གཟུགས་འཕྲིན་དང། ཁ་པར་བཅས་བཏང་ནས་བོད་ནང་གི་གནས་སྟངས་སྙན་ཞུ་བྱས་ཡོད་པ་རེད། དེ་ཡང་ལས་འགུལ་དེ་ཉིན་དེའི་ཞོགས་པའི་ཆ་ཚོད་བཅུ་པར་འགོ་འཛུགས་ཀྱིས་སྦེལ་ཀོབ་གཞིས་གྲོང་དང་པོ་སྐོར་བརྒྱབ་ནས་ལག་ཁྱེར་རྩིས་འཕྲུལ་བསྒྲིགས་ཏེ། བོད་མི་སླེབས་ཚེ་ཀྱི་མཉམ་འབྲེལ་རྒྱལ་ཚོགས་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་སོགས་ལ་བོད་ནང་གི་གནས་སྟངས་འཁོད་པའི་བརྙན་ཞིབ་འདྲ་མིན་ཕུལ་ཡོད་པ་དང་དེ་བཞིན་གཟིགས་འཕྲིན་དང་ཁ་པར་བརྒྱུད་ནས་ཀྱང་ཉིན་གང་ཉིན་གང་ལ་ལས་འགུལ་སྤེལ་ཡོད་པ་རེད། ལས་འགུལ་སྐབས་གསལ་འགོད་གསལ་བསྒྲགས་སྤེལ་ནས་ང་ཚོའི་ལས་འགུལ་འདི། སྤེལ་སྐབས་ཙམ་མ་ཡིན་པར་རྒྱ་གར་ལྷོ་ཕྱོགས་ཀྱི་གྲོང་ཁྱེར་ཁག་གི་ནང་དུ་ཡང་སྤེལ་གྱི་ཡོད་ལ། དམིགས་ཡུལ་ནི། མཉམ་འབྲེལ་རྒྱལ་ཚོགས་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་དེ་བཞིན་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་ཉི་ཤུའི་ཚོགས་འདུར་ཞུགས་པའི་དབུ་ཁྲིད་རྣམས་ལ་བོད་དོན་གསལ་བཤད་བྱེད་ཆེད་དུ་ཡིན་ཞེས་བརྗོད་ཡོད་པ་རེད། ཡང་རྩེ་གསུམ་གཉིས་ཀྱི་ཤོག་བུའི་ཕྱག་མཛོད་གུས་པས་ཐོབ། ས་གནས་གཞུང་ལྷན་དང་བུད་མེད་ལྷན་ཚོགས་ཀྱི་གོ་སྒྲིག་འོག་སེར་སྐྱ་རྒན་གཞོན་མི་དམངས་ཉིས་སྟོང་ཙམ། ལུག་གསུམ་གཞིས་གྲོང་དང་པོར་འཛམ་གླིང་སྦེལ་སྐབས་ས་གནས་ཉེན་རྟོག་ལས་ཁང་བར་དུ་ཤི་བོའི་སྐད་འབོད་ཁྲོམ་སྐོར་ཞིག་བྱས་ཡོད་པ་རེད། སྐབས་དེར། རྣམ་ཤེས་ཧ་ཅང་ཐེབས་ཅིང། ཆ་ཤས་ཆེན་པོ་བབས་ཀྱང་མི་མང་གིས་བོད་རང་བཙན་གཙང་མ་ཡིན། རྒྱ་དམར་བོད་ནས་ཕ་རྒྱུགས་ཤིག། བོད་ཀྱི་བདག་པོ་བོད་མི་ཡིན། བོད་ནང་དམར་གསོད་མཚམས་འཇོག། མཚམས་སྦྱོར་གྱིས། སྤུན་ཟླ་ཚོ་ཆིག་སྒྲིལ་གྱིས། ཞེས་འབོད་སྒྲ་སྣ་ཚོགས་པ་སྒྲོག་བཞིན་བོད་ཀྱི་རྒྱལ་དར་མང་པོ་འཕྱར་ཏེ། འབོད་ཚིག་སྣ་ཚོགས་པ་འཁོད་པའི་ལྗང་བུ་བཟུང་ནས་ཁྲམ་སྐོར་བྱས་སོང། མཐར། ཞི་ཁྲོ་དང་པོ་བརྫམས་ནས་ཤོག། སྤྱི་འཐུས་འཇིགས་མེད་དབང་ཕྱུག་ལགས་ཀྱིས་བོད་དོན་དང་འབྲེལ་བའི་གཏམ་བཤད་སྤེལ་བཞིན། མི་མང་གིས་བསྔོ་སྨོན་གསུངས་ཡོད་པ་རེད། མེ་སོར་སེང་གོད་པའི་ཡོང་ཁུངས་བོད་ཀྱི་བང་ཆེན་དྲ་བ། ཨེ་མོ་རི། བོད་དོན་ལས་འགུལ། འདོན་སྤེལ་ཕྱི་ལོ་ཉིས་སྟོང་བཅུ་གཅིག་དང་བཅུ་བཞི་པའི་ཚེས་གསུམ། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་བོད་རང་དབང་སློབ་ཕྲུག་ཚོགས་པའི་གོ་སྒྲིག་འོག་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་ཆོས་ཚོགས་དང་ས་གནས་བོད་རིགས་བོད་དོན་རྒྱབ་སྐྱོར་བ་བཅས་ཀྱིས་བོད་ནང་གི་རྫ་དྲ། གནས་བབ་དང་རང་ལུས་མཆོད་མེར་སྒྲོན་པའི་རྒྱལ་གཅེས་དཔའ་བོ་དག་གི་ཆེད་དུ་མར་མེ་འཁྲུངས་སྐོར་གྱི་ལས་འགུལ་སྤེལ་སོང། ད་རེས། ཕྱི་ཟླ་བཅུ་གཅིག་པའི་ཚེས་གཉིས་དང། རེས་གསལ་ལྷག་པའི་ཉིན་གྱི་ཕྱི་དྲོ་ཆུ་ཚོད་དྲུག་དང་ཕྱེད་ཀའི་ཐོག་ཨ་རིའི་མངའ་སྡེ་ཇོ་ཇི་ཡི་གྲོང་ཁྱེར། ཨེ་ཐི་ལན་དུ་ཡོད་པའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་དུ་བོད་རང་དབང་སློབ་ཕྲུག་ཚོགས་པའི་གོ་སྒྲིག་འོག་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་ཆོས་ཚོགས་དང། ས་གནས་བོད་རིགས་དང་བོད་དོན། རྒྱ་བསྒྱུར་བཅས་མི་གྲངས་བརྒྱ་ལ་ཉེ་བ་ཞིག་མི་གྲངས་བརྒྱ་ལ་ཉེ་བ་ཞིག་གིས་མ་རྨོས་ཁྲིམས་བཀུར་གནང་སོང། དེ་བཞིན། དབྱིན་མོ་རི་ཡི་གཙུག་ལག་སློབ་གཉེར་ཁང་གི་བསླབ་སྟོན་ཁང་དང། སྲིད་འཛིན་ལིན་ཀན་གྱི་མདུན་ཐང་དུ། འབྲས་སྤུངས་བློ་གསལ་གླིང་གི་དགེ་ལྡན་པ་དང་བོད་རང་དབང་སློབ་ཕྲུག་ཚོགས་པའི་ཚོགས་མི་ས་ནི། བོད་རིགས་དང་བོད་དོན་རྒྱབ་སྐྱོར་བ་བཅས་མི་གྲངས་བརྒྱ་ལ་ཉེ་བ་ཙམ་གྱིས་བདེན་ཚིག་རྨི་ལམ་སྟོན་པ་དང་བོད་ནང་འདས་གྲོངས་སུ་གྱུར་པའི་རྒྱལ་གཅེས་དཔའ་བོ་དཔའ་མོ་དག་གི་ཆེད་དུ་ངག་བཅད། གུས་འདུད་སྐར་མ་གཅིག་རིང་བྱས་རྗེས་ལག་ཏུ་མར་མེ་བཟུང་ཞིང། ངག་ནས་མ་ཎི་ཡི་གེ་དྲུག་མ་དང་བྱང་ཆུབ་སེམས་མཆོག་མ་བཅས་འདོན་བཞིན་བསླབ་བསྒྲིལ། ཁྱོད་འདི་ཤི་བའི་གོམ་འགྲོས་གནང་ཡོད་ལ། དུས་ཡུན་ཆུ་ཚོད་གཅིག་གི་རྗེས་སུ་མི་མང་འདུ་འཛོམས་ཆེ་སའི་སིལ་མདོ་ཞིག་ནས་ལས་འགུལ་མཇུག་བསྒྲིལ་སོང་ལ། བློ་སེང་ནི་ཆོས་ཚོགས་ཀྱི་ངོས་ནས་ཐེངས་འདི་ཡི་ལས་འགུལ་གོ་སྒྲིག་གནང་མཁན་བོད་རང་དབང་བླ་སྤྲུལ་ཚོགས་པ་དང་བོད་དོན་རྒྱབ་སྐྱོར་བ་ཡོངས་ལ་བོད་ཀྱི་དྲན་རྟེན་གྱི་ཐབས་ཚུལ་ལ་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་གསུངས། བོད་རང་དབང་བླ་སྤྲུལ་ཚོགས་པའི་ཚོགས་གཞོན་ཀྲི་དབྱངས་ཀ། Priyanka། Candle། ལགས་ཀྱིས་གསལ་འགོད་པར་འགྲེལ་བརྗོད་གནང་བ་ལྟར་ན། ཁོ་ཚོར་ཚོགས་མི་བརྒྱ་ལྷག་ཙམ་ཡོད་ཅིང། ཟླ་རེའི་ནང་དུ་ལྷག་དཀར་སྲུང་བརྩི་ཞུ་བ་དང་གཞན་ཡང་བོད་ནང་གི་སྐབས་བབ་ཀྱི་ཆབ་སྲིད་དང་འགྲོ་བ་མིའི་ཐོབ་ཐང་གནས་བབ། བོད་ཀྱི་རིག་གཞུང་ངོ་སྤྲོད་སོགས་ཀྱིས་མཚོན་པའི་ལས་འགུལ། སྣ་མང་ཞིག་སྤེལ་བཞིན་ཡོད་པ་རེད། ལྷབ་གླིང་འདིར་རྒྱ་རིགས་སློབ་མ་བརྒྱ་ཕྲག་ཁ་ཤས་ཡོད་པས། ཁྱོད་ཚོའི་ལས་འགུལ་ལ་ཁོང་ཚོའི་རྣམ་འགྱུར་མི་ལག་པ་དེ་འདྲ་སྟོན་མཁན་བྱུང་མིན་དྲིས་པར། ཅིའི་ཆ་ནས་དེ་འདྲའི་རིགས་བྱུང་མ་མྱོང། ང་ཚོའི་ངོས་ནས་འདི་གའི། རྒྱ་རིགས་བསླབ་མེད་མཐུན་ཚོགས་ལ། བོད་རང་བཙན་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པས། ཆབ་སྲིད་ཐད་ལྟ་ཚུར་མི་མཐུན་པ་ཡོད་ན། ང་ཚོ་བགྲོ་གླེང་བྱས་ནས་ཕན་ཚུན་གོ་རྟོགས་སྤེལ་རེས་བྱས་ཆོག་བྱས་ཆོག་གི་རེད་ཟེར་ནས། མགྲོན་པོས་ཐང་གཉིས་བྱས་ཀྱང་ཁོ་ཚོས་ཁས་ལེན་བྱེད་ཐུབ་མ་སོང་ཟེར། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གིས། ཨ་རིའི་ནང་བོད་དོན་དང་བོད་ཀྱི་རིག་གནས་ལ་དོ་སྣང་དང་ཞིབ་འཇུག་སོགས་བྱེད་མཁན་གྱི་ལྷ་བྲག་མང་པོ་ཞིག་ཡོད་པའི་ཁྲོད་ཅུང་འབུར་དུ་ཐོན་པ་ཞིག་ཡིན་ལ། གོང་ས་མཆོག་ལ་ལྷ་བྲག་འདིས་ཁྱད་འཕགས་གཙུག་ལག་སློབ་དཔོན་ཆེན་མོའི་མཚན་གནས་ཀྱང་ཕུལ་ཡོད།